ད་ལྟ་ཁྱེད་ཀྱིས་གསན་གཟིགས་གནང་བཞིན་པ་ནི། གཏམ་ཤོད་དཀར་མོ། པགས་རིགས་རིག་གནས་ཚད་ཡོད་ཀུང་སི་ནས་དཔར་ལེན་བྱས་པའི་ཐོན་མིའི་ཕྱག་རྒྱུན་གཉེར་རིས་མ་ཞེས་པ་དེ་ཡིན།
ཁྱུག་ཡིག་གི་རྩ་བྱེད་ཀྱི་ཡིན། རྩ་དེའི་ད། འདི། ང་ཚོས་ད། ཅེ། བྲིས་པའི་སྐབས་སུ་ཞུས་ཟིན་པ་ནས་གཞི་བྱས་རྗེས་ཅུང་ཟད་ཁ་སྦུབ་ཙམ་བྲིས། ཨ་ནུའི་བྱང་ཕྱོགས་དེ་བྲིས། བྲིས་ཚར་བའི་རྗེས་ལ་ཡང་དག། བཀྲག་མདངས་ལྡན་པའི་ཉི་མའི་སྲུང་མ་ནང་བཞིན་རྩ་ལག་ཚ་ལག་མིག་སེར་བྱེད་ཡས་སུ་དུས། དུ་སུ་བྲིས་བ་རེད། ད་གལ་སྲིད། དབྱངས་གི་གུ་ལ་སོགས་པ་བྲིས་དགོས་ན། རྩ་ལག་ཁོ་རང་དུ་སུ་བྲིས་དེམ་གཅིག་ལ་ཡང་གི་གུ་དང་མཉམ་དུ་བྲིས་དགོས་བ་རེད། དེ་སུ་ད་ང་ཚོས་དེ་ངེས་ངེས་པ་ན་ཡང་གཅིག་བྱས། ཨ་ནུ་འདི་འདྲས་བྱས་རྩ་ཞུས་ཟིན་པ་བྱས།

གལ་སྲིད། གྱི་གུ་བྲི་དགོས་མེད་ན། ཆུ་ཙམ་ཐན་བསྟན་ཚར་གྱི་འདུག་ཅིང་གྱི་གུ་ཡང་བྲིས་ན་ཨ་ནི། ཚིག་ཐུང་དང་བྲེལ་བཅས་དེ་འདྲས་འཁྲུག་དགོས་བ་རེད་དེ་སུ་ད་ང་ཚོ་ད་ད་ད། དབྱངས་མེད་བའི་སྐབས་སུ། ཀ་ལག་ཚ་ལག་དམིགས་བསལ་ཅན། འཁྲུངས་པ་ནས་གཤིན་བྱེད་བཅས་ཚིག་ཐུང་དང་མཐུད་བྱས་འདུག་སི་ཁྲུ་བ་བཅས། གཤམ་ལ་ང་ཚོ་ཛར་ཏི་བྲི་གིན་གདའ། ཚར་ཟིག་རེད།

ད་ང་ཚོའི་བཞག་དེ་ཀ་རེས་ན་ཡར་བརྐྱངས་པ་ལ་སྐྱོན་མེད་ཟུ་དུས་ད་མགོ་སྒྲིག་ནས་ཡར་བགྲོད། བགྲོད་ཚར་དུས་ཞྭ་ཡི་ན་ཆུང་ཆད་མེད་ཉལ། ད་ཡིན་ན་ལས་ཞྭ་ཡི་ན་ཆུང་དེ་ཆུང་ཆུང་ཞིག་པོ་ཅིག་བྲིས་བས་ན་ནང་ལོགས་དེ། ཞྭ་ར་ཆགས་ཡ་ཉེན་ཁ་ཡོད་དེ་ཚོ་ན་ང་ཚོ་ཞྭ་ར་མ་ཆགས་བྱེད་བྲིས། དེ་སྨྱུག་རིམ་གཅིག་གི་ཐོག་ནས་བྲིས་དགོས་བར། ད་དེ་གསལ་བཤད་ཞུ་རྒྱུ་ཅིག་ལ་ཡ། ཁོ་གཏུག་མ་འཐེན་མ་ཤར་བྱེད་ནང་ལོགས་ལ་ཚུད། ཡོང་རྗེས་དེའི་འོག་ལ་ཡ་དཀར་ཆ་དོན་པ་བྱེད་ཡ་དེ།

ཅུང་ཟད་ཁ་སྦུབ་ཙམ་བྱས་མ་གུར་ཙམ་བྱས་རྟ་དེ་བྲིས་ཡོང་དུས། རང་ལུགས་ལས་ཡག་རྟ་དེ་འདྲས་སུ་རེད་དེ་རང་ཁ་ཅིག་གིས་ག་འདྲས་སུ་ན་འདུག་བྱས་རྗེས། རྩེ་རྣོ་པོ་བྲིས་ཡག་ཡོད་དུ་བ་འོ་རྟ་དེ་བྲིས་པས་ན་ཟ་ཡི་ཉམས་རྦད་ཤོར་འགྲོ་གི་རེད་དེ་གསུངས་སྟངས་འདི་རིང་ཐུང་གཅིག་པ་མ་ཡིན་པ་བྱས། གཉན་ལ་ཡང་ཚུལ་དེ་ནང་ལོགས་ལས་ཤུགས་ཆེ་ཙམ་ཡོང། དེ་ནས་ཕྱི་ལོགས་ལ་ཤུགས་ཆེ་ཙམ་གྱིས་ནང་ལོགས་ལ་ཡང་ཅུང་ཟད་ཤུགས་ཆུང་ཙམ་བྱས་ཀྱི་འོ་དེ་ལ་ཡང་ཟུར་གཏོང

བསམ་ལ་ཡག་བྱེད་ཀྱིན་ད་ཡག་དེ་བྲིས་ཡོད་དུས་ག་འདྲའི་བྲིས་སྐུ་རེད་ཟེར་ན་སྨྱུག་རིམ་གཅིག་གི་ཐོག་ནས་བྲིས་སྐུ་རེད་ད་བྱས་སྟངས་མ་དང་བྲིས་ཚུལ་འདྲ་པོ་ཡོད་རེད། གཅིག། གཉིས། གུག་གཉིས་ཀྱི་ཐོག་ནས་ཨ་ནི་གཞི་ནས་ཅུང་ཟད་མ་འཐེན་ད་འདི་ང་ཚོ་རང་ལུགས་རེད་ད་ཁག་ཅིག་ལས་ཡང་ཡག་དེ་བྲིས་དུས་འདི་འདྲས་སུ་བྱེད་བྱེད་དེ་མི་འདུག་བྲིས་ད་ག་རང་བཞག་བྱེད་ཀྱི་འདུག་འདི་བྱས་པས་ན་ཡག་ཡིན་སྙམ་དུས་མགོ་མ་ཡོང་མ་རེད་དེ་གསུམ་དང་ང་ཚོ། གཅིག་ཡར་བཀྱག་མར་འཐེན་གཉིས་ཡར་བཀྱག་མར་འཐེན་འོ་དེ་ཡ་བྱས་ཏེ་ད་ང་ཚོ་རང་ལུགས་རེད་དེ་སུ་འདྲ་ང་ཚོ་ཚང་མས་ཐུགས་ལ་ངེས་པའི་ན་ཡ་གཅིག་བྱས།